ཏི་ཀ་ཚང་དུ་ཕྱི་ཟླ་ལྔ་པའི་ཚེས་ཉི་ཤུ་རྩ་དགུ་ཉིས་སྟོང་ཉི་ཤུ་རྩ་དྲུག་བལ་ཡུལ་གྱི་གཞུང་གསར་པའི་ལོ་གཅིག་གི་དཔལ་འབྱོར་འཆར་བཀོད་ནི་གྲོས་ཚོགས་ནང་ལོ་ཡག་ཏུ་སྲི་ཏྲ་སྤེལ་པའི་གནས་ཚུལ་གཅིག་སྤྲད་དེ་བཞག་སྟེ་ད་ལྟའི་བལ་ཡུལ་གྱི་དཔལ་འབྱོར་བཀའ་བློན་ཁེ་ཝང་སུ་བྷ་རིན། ཝང་ལེ་གིས་ཉིས་སྟོང་ཉི་ཤུ་རྩ་དྲུག་ནས་ཉིས་སྟོང་ཉི་ཤུ་རྩ་བདུན། འོ་ན་ནེ་པ་ལི་གི་ལོ་རྩིས་པ་ཡིན་ན་ཉིས་སྟོང་བརྒྱ་མེད་བརྒྱད་ཅུ་གྱེ་གསུམ་ནས་ཉིས་སྟོང་བརྒྱ་མེད་བརྒྱད་ཅུ་གྱེ་བཞི་གི་ལོ་དེའི་ནང་ལོ་ཡ་ཁོ་ན་ཚོ་གི་བལ་ཡུལ་ཁོ་མོ། Trillion། གཉིས་དང། ཚགས་གཅིག་གཉིས་བཞི། ནས་བལ་ཡུལ་གྱི་རྩིས་ཐང་གཞན་གཅིག་རྩིས་པ་ཡིན་ན་ཀ་རབས། སྐ་རགས་ཉི་ཤུ་རྩ་གཅིག་དང་ཚགས་ཉི་རྩ་བཞི་གྱི་དུར་ས་དཔལ་འབྱོར་བྱས་ཡོད་པའི་གནས་ཚུལ་ཆེ་ཨ་རི་སྡེ་ཤག་ཁོ་ན་སོགས་ཀྱིས་ལོ་གཅིག་གི་དཔལ་འབྱོར་ཡར་རྒྱས་བགྲོད་དེ་བརྒྱ་ཆ་བདུན་ལ་སླད་དུ་ཡར་རྒྱས་འབད་བརྩོན་བྱེད་ཀྱི་ཡོད་པ་དང། ཨ་ནེ་ད་ལྟའི་ཕ་ཡུལ་གྱི་ད་ལྕགས་ལ་གོང་བཞི་བོ་འཕར་ཏེ་གཡོ་རུ Inflation འཕར་ཚད་དེ་མང་བརྒྱ་ཆ་དྲུག་བར་དུ་མང་ལྕགས་དུ་ཡར་རྒྱས་འབད་བརྩོན་བྱེད་ཀྱི་ཡོད་པའི་གནས་ཚུལ་ཆེ་ཨ་རི་སྡེ་ཤག་ད་དེའི་ནང་ལོ་ནི། ཁ་ལོ། དཔལ་འབྱོར་འཆར་འགོད་དང་འབྲེལ་བའི་ཐོག་ནས་ང་ཚོས་གནས་ཚུལ་ཁག་ཅིག་གི་སྒང་ལ་བགྲོ་གླེང་བྱས་པ་ཡིན་ན། སྐབས་མི་སྒེར་གྱི་ཡོང་འབབ་དེ་ནི། ལོ་གཅིག་གི་ནང་ལོ་ཡང་འབུམ་ལྔ་ནས་བཅུ་བར་ཡོད་ན་ཁྲལ་བརྒྱ་ཆ་གཅིག་མ་གཏོགས་བརྒྱ་མ་དགོས་ཡ་དེ་འདྲའི་གི་གནས་ཚུལ་བཅས་རེད་ཇི་ལྟ་འདི་ལ་བས་ན་འབུམ་གཉིས་གསུམ་བཞི་དེ་ཚོ་ནི་ཁྲལ་ཡང་ཆ་ཆང་གི་གནས་ཚུལ་བཅས་ཆགས་བསྡད་ཀྱི་ཡོད་པ་རེད། ད་ནས་ཞེས་བོད་ཡུལ་གཞུང་གིས་ད་ལྕ་ལ་ནང་འདྲེན་བྱས import duty སྒང་ལ་ནི་ཁོ་ཚོས་གོང་མ། ཟླ་བར་བརྒྱ་ཆ་མ་བཅག་ཡོད་པའི་ནི་ཚོད་དཔྱད་རེད་བཤད། བཅུ་གཅིག་ནི་བདུན་ལ་མ་བབས་པ་དེ་འདྲས་ཀྱི་ནི་ཚོད་དཔྱད་བཤད་བསྡད་འདུག་ད་ནང་བཞིན་ཡང་བསྐྱར་ལ་ཁ་འདྲ་མི་འདྲ་ཉིས་བརྒྱ་བདུན་ཅུའི་དོན་གསུམ་གྱི་ཐོག་ལ་འཕྲད་མ། ཤུགས་ཆེན་པོ་བབས་ཡོད་པ་དང་ནི་ད་ནང་བཞིན་ཡང་བསྐྱར་བསྐྱར་ལ་ཁ། སུམ་བརྒྱ་དྲུག་ཅུ་སྐྱིའི་ཐོག་ལ་ནི་ད་ལྟ་ཡང་འཕྲད་འཕར་མ་བརྒྱ་ཡས་བཅས་ཡོད་རེད་ད་ཡང་བསྐྱར་ལ་ཁ་ཤས། འཕྲད། ནམ་རྒྱུན་གངས་ཚུལ་རྒྱ་ཤ་འདིས་གང་ལ་ཐེ་བས་བརྒྱབ་དགོས་ཤོག་དེ་ཚོ་ཡིན་ན་ཡང་མ་བཅག་ཡོད་པའི་གནས་ཚུལ་བཅས་རེད་ད་གང་ལྟར་ཁྱོད་བསྡོམས་པས་བོད་ཡུལ་ནང་ལོ་ཡ་ནང་འདྲེ་བྱས་ཀྱི་ལྕེ་ལ་གང་ལ་ཁྲེས་དཔག་པ་དེ་ད་བོད་ཡུལ་ནང་ལོ་ཡ་བཟོ་གྲ་དག་ཅིག་ཚོང་ལས་འདི་ཚོ་ལས་སླ་པོ་ཡོང་ཡས་ད་ཡག་རུ་འགྲོ་ཡས་ཀྱི་རེད་ད་ན་ཤི་ཆ་ལ་གོང་འཁེལ་རུ་འགྲོ་ཡས་ཀྱི་ཐོག་ལ་ཟབ་མོ་གཏོང་གི་ཡོད་པའི་གནས་ཚུལ་བཅས་ཆགས་བསྡད་ཀྱི་འདུག་ད་ན་ཤི་བོད་ཡུལ་གཞུང་གི་ཁ་པར་བརྡ་རྟགས་ད་ལྟ Nepal Telecom Nepal Telecom གྱི་ནི་ད་ལྟའི་ཚོང

ནས་ད་འདྲའི་ཚོང་གསར་བ་རྒྱག་མཁན་དེ་ཚོ་ཡ་ནི་ཅིག་ཁ་ལོར་བུ་ལོན་ཡ་ཡ་དང་དེ་འདྲའི་གི་ཐོག་ནས་ཡང་ཆ་ཡང་དང་ལས་སླ་རུ་གཏོང་གི་ཡོད་པའི་གནས་ཚུལ་བཅས་འདུག་ཐ་ན་ཞེ་བོད་ཡུལ་གྱི Stock Market ད་ང་དུས་དྲ་རྒྱའི་ཁྲོམ་ར་ཡ་ཅིག་དེའི་ནང་ལོ་ཡ་ཕྱི་རྒྱལ་གྱི་ནང་ལོ་ལ་བཏང་ཐུ་ཡ་ནི་ཕྱི་རྒྱལ་གྱི་ཚོང་མི་ད་དེ་ན་ཚུ་ཡོང་ཐུ་ཡ་གི་ཐོག་ལ་འབད་བརྩོན་ཅིག་བྱེད་གི་ཡོད་དེ་པའི་གནས་ཚུལ་བཅས་རེད་དེ་ཤ། ནས་བལ་ཡུལ་གཞུང་གི་ལས་བྱེད་དུ་དམག་མི་དང་ན་ཤེས་ཉེས་རྟོག་པ་དགེ་རྒན་འདི་ཚོ་ཡང་ཡང་གཅིག་ཁེ་ཕན་ཡོད་ར Benefit དེ་མང་བ་གཏོང་གི་ཡོད་པ་དང་ནི་བལ་ཡུལ་ནང་ལོ་ཡ་རྐང་རྩེད་སྤོ་ལས་དེ་འདྲ་རྩེད་ར་བཅུ་རྒྱབ་ཡ་དང་ནི་དང་ན་ཤེས Cricket རྩེད་ས་གི་དེ་འདྲའི་ཡང་ཁག་བདུན་གཅིག་ཁོང་ཚོས་ཕར་མ་རྒྱབ་བཅས་གང་དག། ལོ་གསུམ་གྱི་ནང་ལོ་ཡ་ད་ལྟའི་བལ་ཡུལ་ནང་ལོ་ཡ་རྩེད་མོའི་ཆ་ཤས་དེ་ཤུགས་ཆེ་རུ་བཏང་ཡག་གི་བྱ་ཞིག་ཡོད་འདོད་པའི་གནས་ཚུལ་བཅས་རེད་འདི་ཤག་ད་ན་ཤེས་བལ་ཡུལ་གྱི་རྩེད་འགྲན་པ་ད་བྱེད་བྱེད་ཀྱི་གཟིངས་རྟགས་ཐོག་བས་ན་འདི་ལ་ནི་མ་འོངས་པ་གན་ཡོ་ཚ་བའི་རྗེས་ལ་ནི་འདུག་ཟེར་ནི་པའི་ཐོག་ནས་འགྲོ་སོང་ཚང་མ་གཞུང་གི་བཏང་ཡག་འདི་འདྲའི་གི་བྱ་ཤས་བཅས་འདུག་མདའ་ནག་ཅེས་ཕ་ཡུལ་གྱི་ཚན་རིག་དང་འབྲེལ་བའི་ཐོག་ནས་ཞིབ་འཇུག་དང་ཡར་རྒྱས་གོང་འཕེལ་གྱི་ཐོག་ལ་བརྒྱ་ཆ་གཅིག། ལོ་གཅིག་གི་ཡོང་འབབ་ཀྱི་ཐོག་ནས་བརྒྱ་ཆ་གཅིག་དེའི་སླད་དུ་བཞག་གི་ཡོད་པའི་གནས་ཚུལ་བཅས་རེད་དེ་ཆེད་ད་ལྟའི་ཆ་ནས་འཛམ་བུ་གླིང་གི་ཡར་ཐོན་རྒྱལ་ཁབ་མང་པོ་གཅིག་ནང་ལོ་ལ་དེ་བརྒྱ་ཆ་གསུམ་བཞི་ལྔ་བཞག་ངེས་དེ་འདྲས་ཡོད་བསྡད་པ་རེད། ནི་ཕ་ཡུལ་ནང་ལོགས་ཀྱི་སྨན་གཡབ་པ་འདི་ཚོ་ཡང་ནི་མཚན་ལ་ལས་ཀ་བྱས་པ་ཡིན་ན་གླ་ཆ་ཉིས་བརྩགས་བྱས། ནི་ཉིན་གུང་བྱས་པས་ན་འདི་ལ་ནི་གླ་ཆ་དེ་མང་རུ་བཏང་ཡོད་སྟབས་ག་ད་བོད་ཡུལ་གྱི Nurse གྱི་གླ་ཆ་དེ་ཕྱིན་ཆོད་རེད་འདི་ཡར་སྤར་གྱི་ཡོད་པས་ནི་བཟོས་བྱས་འདུག་ནི་བོད་ཡུལ་ནང་ལོགས་ཡ་ད་གྲོང་གསེབ་ཁག་ལ་སྤུ་གུ་སྐྱེས་པས་ན་སྤུ་གུ་གྱི་ཅེས་ཁ་ལོ། ཟེ་བཅུད་ཡོང་ཡ་གྱི་ཆེད་དུ་སྔོན་མ་ཡིན་ན་ད་བ་རེ་ལོ་གུ་མོ་ལྔ་བརྒྱ་ཡོད་པ་འདྲ་ད་འདི་ཡར་མང་རུ་བཏང་བྱས་ན་གུ་མོ་གཅིག་སྟོང་བཟོས་ཡོད་པས་ནི་བཟོས་བྱས་རེད་དེ་ཤ་ནས་བལ་ཡུལ་གྱི་གནམ་གྲུ་ད་ལྟའི་ཡུ་རོབ་ཡར་འགྲོ་སྒོ་བཀག་བཞིན་ཡོད་པ་རེད་ད་འདི་ཡུ་རོབ་ཀྱི་ནང་ལོག་ཡང་ཡང་མ་འོངས་པར་འགྲོ་ཆོག་ཡ་གི་འབད་བརྩོན་བྱེད་ཡ་གི་བྱ་ཞིག་ཅིག་རེད་ད་ཤ་ཨ་ད་ན་ཤེས་བལ་ཡུལ་གཞུང་ནས་ནས་སྤུ་གུ་ཆུན་ཆུན་ཡར་ལོག་ད་སྤུ་གུ་ལ་ཀན་སེར་གྱི་ནད་བྱུང་པ་ཡིན་ན་ནས་འགྲོ་སོང་ཚང་མ་གཞུང་གི་བཏང་བྱས་ནས་དུ་ས་སྨན་བཅོས་རིན་མེད་ལ་བེད་སྤྱོད་བཏང་ཡ་གི་ལ་བ་རེད་འདི་ཅིག་བྱེད་བསྡད་ཀྱི་འདུག་ནས་བལ་ཡུལ་ནང་ལོག་ཡ་ད་ལྟའི་ཐ་མག་དང་ཆང་རག་གི་ཐོག་ལ་བརྒྱ་ཆ་བཅུ། འཕྲད་པར་ཡོད་པའི་གནས་ཚུལ་བཅས་རེད་འདི་ལྟར་ཁ་སང་དུ་གྲོས་ཚོགས་འཐུས་མི་ཁག་ཅིག་གིས་འདི་གང་ལ་ཤུགས་ཆེན་པོ་སྤར་ཡ་གི་འདུག་ཟེར། བཀའ་མོལ་གླིང་བ་རེད་འདི་ལྟར་ད་ལྟའི་བོད་ཡུལ་ནང་ཐ་མ་ད་ཆང་རག་གི་རིགས་དེ་གོང་འཕར་ཡ་གི་གནས་སྟངས་ཅིག་ཆགས་པ་རེད། དེ་ནས་བལ་ཡུལ་གཞུང་ཞབས་པའི་ལས་བྱེད་ཀྱི་གླ་ཆ་བརྒྱ་ཆ་ཉིས་རྩ་གཅིག་སྤར་ཡོད་པ་ད་འདི་ཕྱི་དུས་བལ་ཡུལ་ནང་ལོགས་ཀྱི་ད་གཞུང་གི་ལས་བྱེད

ལམ་འགག་གི་ད་གཞུང་ལམ་ཐོག་ལ་དུ་སུ་བོད་རྒྱ་མཚོའི་རྒྱ་བལ་འབྲུག་གསུམ་ལ་འོ་རེད་རྒྱ་གར་ད་བོད་དུ་ལམ་འགག་གང་ཨི་གང་མང་པོ་ཡོ་རེད་བ་ད་དེ་ཚོ་ཆུ་ནི་མེད་པ་དང་ནི་ཀར་མ་འདྲུ་ནང་ལོ་ཡ་ཐེ་ལ་མེད་པ་ད་གང་ད་ལམ་འགག་ཚང་མ་བལ་ཨ་ལི་ཀ་ད་ལ་འོ་ར་ཀག་ཆེ་ད་དུ་སུ་ཡར་དང་ཡ་གི་ཆ་ཤི་ཅེ་རེད་དེ་ཤ་དང་ན་ཤི་བལ་ཡུལ་ནང་ལོ་ཡ་གློག་གི་མོ་ཏྲ་དེ་དར་སྲོལ་ཤུགས་ཆེ་རུ་བཏང་ཆེ་ཨ་ནི་ད་དེ་གློག་གི་མོ་ཏྲའི་ཐོག་ལ་ཁྲལ་གི་ཐོག་ནས་ཡང་རྒྱབ་དང། ནམ་རྒྱུན་ནི་གཅིག་གཅིག་མཚུངས་ཀྱི་རྒྱབ་རྒྱུ་ཡོད་པ་འདྲ་སྟེ་དེའི་གོང་ཕྱི་ཆུང་ལ་བལྟ་ནས་ཡང་གཅིག་རྒྱབ་བྱས་གང་ལྟར་བོད་ཡུལ་ནང་གློག་གི་མོ་ཏྲ་འདི་མང་རུ་བེད་སྤྱོད་བཏང་ཡ་དེ་ཤུགས་ཆེར་བཏང་ཡ་གི་བྱ་གཞི་བཅས་ཆགས་བསྡད་ཀྱི་འདུག་དེ་ནི་བོད་ཡུལ་གཞུང་གི་སྔོན་མ་ད་གཞུང་གི་མཉམ་འབྲེལ་ལ་བོར་གཞུང་གི་བཟོ་གྲྭ་ཁག་བདུན་ཟིན་ཡོད་པ་འདྲ་ད་འདིའི་མང་བཅས་གཞུང་གི་ལས་བྱེད་ཀྱི་འཐུས་ཤོར་གྱི་འོག་ནས་ནི་དུག་སེལ་བྱུང་ཁའི་བར་ལ་འགྲོ་གི་ཡོད་པ་ཡིན་ཙང་ད་ད་ལྟའི་འདིའི་ནི་གཞུང་དང་སྒེར་གཉིས་མཉམ་རུབ་ཀྱི་ཐོག་ནས་ཚོང་རྒྱག་ཡ་གི

སྐུ་ཚབ་ཆ་ཤས་ལེན་ཡོད་པའི་གནས་ཚུལ་གཅིག་དང་དེའི་གཏམ་བཤད་ཀྱི་ཁ་ལ་ཨ་རིག་གི་བདེ་སྲུང་བློན་ཆེན་ལོག་རིམ་དམག་དོན་བློན་ཆེན་པེ་ཏྲ་ཧ་གི་སི་ཐན་གྱིས་རྒྱ་ནག་ཡ་བཅོས་འཇུས་བྱས་པའི་ཐོག་ནས་ད་ལྟ་རྒྱ་མིའི་གི་དམག་དཔུང་ཨེ་ཤི་ཡ་གི་རྒྱ་མཚོའི Indo-Pacific ངོ་ཕྱོགས་ནས་མ་ཤུགས་ཆེན་པོ་ཆགས་ཀྱི་ཡོད་པ་དང་དེའི་གི་ཐོག་ལ་དོ་སྣང་བྱེད་དགོས་ཡ་ད་བཀག་སྡོམ་བྱེད་དགོས་ཏེ་ད་ལྟའི་ཆ་ནས་དུས་ཚོད་ལ་སླེབས་ཤ་ཟ་ལབ་ཅེས་ཤུགས་ཆེན་པོའི་ལ་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ག་ད་ཁོ་ན་གི་བཤད་བྱ་བ་བྱས་ན་ཉེ་བའི་ཆ་ལ་རྒྱ་ནག་གི་དམག་དོན་དེ་ནི་དམག་དཔོན་ཤུགས་ཆེ་རུ་འགྲོ་གི་ཡོད་པ་ད་ད་ལྟའི་ཨིན་ཏྲོ་ཕ་སི་ཕིག་གི་ངོ་ཅོག་ནི་མ་རྒྱ་ནག་གི་ད་དམག་གི་ནུས་པ་དེ་བག་ཆགས་ཤུགས་ཆེན་པོ་སྤུང་གི་ཡོད་པ་དེ་འདྲའི་བྱས་བས་ན་ད་ཆོས་གཞན་པའི་རྒྱལ་ཁབ་དེ་བྱས་མ་ཐུབ་པའི་གནས་སྟངས་བྱུང་བས་ན་འདི་ཉེན་ཁ་ཚ་བོ་ཆགས་ཀྱི་རེད་བསམ་ཆོས་གཉིས་ཀ་གི་ད་ག་ལོ་ནུས་པ་གཅིག་མཚུངས་མོ་བྱེད་དགོས་ཡ་དེ་གལ་ཆེན་པོ་རེད་ལན་བཤད་ཡོད་པའི་ནི་ཚོས་བཅད་རེད་ད་འདི་ནང་ལོ་ཡ་ད་འདི་ཐའེ་ཝན་རེད་ཧྥི་ལི་ཕིན་རེད་ཨིན་ཏོ་ནི་ཤི་ཡ་རེད་ད་ནི་ཤི་ཕ་གི་ཇི་ཕན་ད་འདི་ཚོ་གི་ཚོ་ངོ་ཅོག་ནི་ཉོག་ཏྲ་མང་པོ་གཅིག་ཡོང་འདི་གི་ཡོད་པའི་ནི་ཚོས་བཅད་ཆགས་པ་རེད། ཧེ་གི་སི་ཐན་གྱིས་མུ་མཐུད་ནས་བཤད་ལ་ང་ཚོས་རྒྱ་ནག་མཉམ་དུ་འགྲན་བསྡུར་རེ་བྱེད་ཀྱི་མེད་ལ་འགྲན་རྩོད་བྱེད་ཀྱི་མེད་ས་རེད་ཡིན་ནའི་ད་ལྟའི་ཕྱོགས་གཉིས་ཀ་གི་དམག་དཔུང་གི་ནུས་ཤུགས་དེ་གཅིག་མཚུངས་བྱ་ཡ་དེ་གལ་ཆེན་པོ་རེད་མ་གཏོགས་རྒྱ་ནག་གི་ནུས་ཤུགས་དེ་ཤུགས་ཆེན་པོ་ཞི་བ་ཆགས་པས་ན་ནི་མ་འོངས་པ་ད་ལྟའི་དེའི་ངོ་ཅོག་ཡ་དཀའ་ངལ་ཤུགས་ཆེན་པོ་འཕྲིག་རེད་ཟེར་བྱ་ཞེས་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་དེ་ནི་ཨ་རིའི་གི་ད་ལྟའི

ཐུ་འདི་འདྲས་ཀྱི་ཐོག་ནས་ཞིབ་འཇུག་བྱེད་ཡོང་དུས་མོ་རང་ཨ་ནེ་ད་རྒྱ་ནག་གི་སོ་བ་ལག་པ་རེད་འོ་ན་རྒྱ་ནག་གིས་འདྲི་རྩད་པ་བྱས་བྱས་ཨ་རིའི་སྲིད་གཞུང་ནང་ན་འཛུལ་བྱས་ནས་ལྐོག་ནས་ལས་ཀ་བྱེད་ཀྱི་ཡོད་པ་འདི་འདྲས་ཀྱིས་འཛིན་བཟུང་ཆགས་ཐུག་ཡོད་པ་ལོ་རེ་ནང་གཉིད་ཕོག་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཁྱེད་རང་གི་རྩ་བའི་མོ་རང་དབྱིན་ཇི་འདི་ཚོ་ཡག་པོ་ཡོད་བསྡད་པ་དང་འདི་འདྲས་ཀྱི་ཐོག་ནས་སྐད་སྒྱུར་གོ་གུ་མེད་པ་འདི་འདྲས་ཀྱི་གནས་ཚུལ་བཅས་ཀྱི་ཐོག་ནས་གང་ལྟར་མོ་རང་ལོ་བཅུ་གྱི་བཙོན། བརྩོན་ཁྲིམས་ལ་བརྩོན་ཁང་ལ་གློད་ཀྱི་དེ་འདྲའི་བཅས་བྱུང་དེ་དུ་ད་ན་གཞན་ལོ་གསུམ་གྱི་ཐོག་ནས་ཀྱི་གློད་གྲོལ་དང་དེ་འདྲ་གྱི་སྐབས་ནས་བཅས་ཡོད་བསྡད་པ་འདྲ་གང་ལྟར། མོ་རང་ཉིད་དང་ཉི་ཤུ་རྩ་གཉིས་ནས་ཏུའུ་ས་གཞུང་གི་རྐུབ་བཀྱག་ཁང་ལ་བདམས་ཐོན་བྱུང་ཆེ་ནི་ད་ལྟའི་ལོ་སི་ཨན་ཇི་ལེས་གི་ངོ་ཅོག་ཏུ་བ་ཅི་ནས་རྫོང་གཅིག་ལ་བདམས་ཐོན་བྱུང་ཞེས་ད་ལྟའི་ཡ་ད་ལྟའི་རྒྱ་རིགས་མང་པོ་ཡོད་པ་ཡིན་ཙང་མོ་རང་འོས་ཐོབ་རེས་ལན་དེ་འདྲའི་བཅས་བཤད་བསྡད་ཀྱི་འདུག་གང་ལྟར་མོ་རང་གི་བཟའ་ཟླ། ད་འདི་ཁ་ཁ་ཆག་ཆག་ཡིན་པ་འདྲ་སྟེ་མོ་རང་གིས་བཟའ་ཟླ་ཞིག་ཏུ་འདི་ལྟར་ཁོ་རང་གཉིས་མཉམ་རུབ་ཀྱི་ཐོག་ནས་ནི་རྒྱ་ནག་ཡར་རྒྱས་ཡོད་པ་དང་རྒྱ་ནག་ཡག་པོ་ཡིན་པའི་གི་ད་ཁྱབ་བསྒྲགས་དེ་འདྲའི་མང་པོ་བྱས་ཏེ་གཞུང་གི་རྐུབ་ལྕག་གཡོ་བས་མཛའ་འདི་གི་དྲ་ཐོག་བེད་སྤྱོད་བཏང་བྱས་ནི་རྒྱ་ནག་དང་འབྲེལ་བའི་ཐོག་ནས་བཟང་ཕྱོགས་ཀྱི་གནས་ཚུལ་མང་པོ་ཅིག་སྤེལ་བྱས་དེ་འདྲའི་གི་ལས་ཀ་བྱས་པས་ན་གཉིས་ཕོག་ཡོད་པའི་གནས་ཚུལ་བཅས་རེད་དེ་ཚེ་ཆེན་ལགས་གི་ད་ང་ཚོས་ནམ་རྒྱུན་དུ་བཤད་དེ་རྒྱ་མིའི་གསོ་བ་འདི་ས་ཆ་འདིའི་ནང་ལོ་ཡང་ཧུབ་རྒྱག་ཡོད་ངེས་ཅི་ལྟ་དེ་མེད་ནང་ལོ་ལ་བཞག་གི་རེད་མ་གཏོགས་ཆུ་ནི་གཞུང་སྒོ་ཁ་བ་སྟོད་ཡོད་མེད་ཧ་མ་གོ་ངེས་གཅིག་ལ་རྒྱ་མི་གསོ་བ་རེད་ལབ་དེ་ན་ད་ཅི་ར་ཆོ་མེད་གི་ཆས་ཆོ། ཁྱོད་ཚང་གི་ད་གང་ལྟར་གནས་ཡོད་མི་ན་ནང་ལོ་ཡ་གསོ་བ་དོན་པ་དེ་ད་ཨ་རི་རེད་ཡུ་རོབ་རེད་དེ་འདྲ་ནང་ལོ་ཡ་མང་པོ་གཅིག་གི་ནི་ཚུད་ཡོད་དེབ་རེད། དེ་ནས་ཁ་ཚང་དུ་ད་ལྟའི་ཨ་རི་གི་དམག་དང་ཁྱུ་པ་གི་དམག་གི་པ་ར་ཡ་ཚོགས་འདུ་གཅིག་ཚོགས་ཡོད་པའི་གནས་ཚུལ་བཅས་རེད་ད་ཤ་ད་རྩ་བའི་ཚོགས་འདུའི་རྒྱས་པའི་ནང་དོན་ཞིག་མི་འདུག་དེ་གང་ལྟར་ཨ་རི་གི་ཁྱུ་པ་བཙན་བཟུང་བྱེད་ཀྱི་ཡིན་ལད་ད་ཁྱུ་པ་ལ་དམག་རྒྱག་གི་ལ་སྐད་ཆ་དེ་ཡང་ཡང་ཡོང་བསྡད་ཡོད་པ་རེད་ད་ལྟའི་ཕྱོགས་གཉིས་ཀྱི་དམག་གི་རུ་ཁག་ཚོགས་འདུ་ཚོགས་བྱས་ནས་བདེ་འཇགས་ཀྱི་ཐོག་ལ་བཀའ་མོལ་བྱུང་ཡོད་པའི་གནས་ཚུལ་བཅས་རེད་ད་ཤ། དེ་ནི་ཁ་ཚང་དུ་ཇཱ་པན་དང་ཧྥི་ལི་ཕིན་སི་གཉིས་ཀྱིས་པ་ར་ཡ་ཐ་ད་ལྟའི་ཁོ་རང་སོགས་ཀྱི་མཚོ་གླིང་གི་ས་ཆའི་ཐོག་ནས་བདག་དབང་དང་འབྲེལ་བའི་ཐོག་ནས་གན་རྒྱ་བཞག་རྗེས་ཚོགས་འདུ་ཚོགས་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཇེ་ད་ཀིས་ཧྥི་ལི་ཕིན་སི་གྱི་སྲིད་འཛིན་མར་ཁུ་རོས་ཧྥེ་ཏེ་རི་ནད་མུར་ཀུ་རོས་ནི་ཅི་པན་ཡ་མཚམས་སྲིད་ཐད་ཀྱི་ཅི་པན་གྱི་སྲིད་བློན་ས་ནི་ཐ་ཀི་ཆིའི་མཉམ་དུ་གྱེས་འཕྲད་བྱུང་ཅེས་གན་རྒྱ་བཞག་པའི་གནས་ཚུལ་བཅས་རེད་འདི་ཤེས། ཡིན་ནའི་རྒྱ་ནག་གི་ཕྱི་སྲིད་ལས་ཁུངས་ནི་འདི་ལ་སྐྱོན་བརྗོད་བྱས་ཆ་ག་ད་ཅི་པན་དང་ཕི་ལི་པིན་སི་གཉིས་ཀྱི་ད་ལྟའི་ཚོགས་འདུའི་ཚོགས་ཅེས་གན་རྒྱ་བཞག་པ་དེ་ཁྲིམས་འགལ་རེད་ད་ལྟའི་འདི་གི་ཐོག་ལ་ད་རྒྱ་ནག་གི་བདག་དབང་ཡོད་རེད་ལབ་ཅེས་སྐྱོན་བརྗོད་བྱས་པའི་གནས་ཚུལ་བཅས་རེད་འདི་ཤེས། དེ་ནི་རཱ་ཤི་ཡ་དང་ཨབ་གྷ་ནི་སི་ཐན་གྱི་པ་ར་ཡ་དམག་དོན་གྱི་གན་རྒྱ་བཞག་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཚ་བའི་ཨབ་གྷ་ནི་སི་ཐན་གྱི་ད་ལྟའི་ཏཱ་ལི་བན་སྲིད་གཞུང་ངོས་འཛིན་བྱས་དེ་ངས་རྒྱལ་ཁབ་རེ་ཟུང་ཞིག་མ་གཏོགས་མེད་པ་རེད་དེ་ནི་ད་ད་ལྟའི་རཱ་ཤི་ཡ་གི་ན་ནིང་ནི་དུས་ཉིས་སྟོང་ཉི་ཤུ་རྩ་ལྔ་ནས་ངོས་ལེན་བྱས་པ་དང་ད་ད་ལྟའི་རྒྱལ་ཁབ་གཉིས་ཀྱི་པ་ར་ཡ་དམག་གི་ཐོག་ནས་ལས་དོན་གྱི་ཐོག་ནས་མཉམ་རུབ་བྱས་ཏཱ་ལི་ཤི་སྤལ་གྱི་ཐོག་ལ་གན་རྒྱ་བཞག་པའི་གནས་ཚུལ་བཅས་རེ་བཞག་རྩ་བའི་ནང་དོན་གཙོ་བོ་དེ་ག་རེ་བཞག་ཡོད་མེད་ཕྱི་བསྒྲགས་བྱེད་ཀྱི་མི་འདུག་དེ་གང་དག་ཨབ་གྷ་ནི་སི་ཐན་གྱི་ན་ད་ལྟའི་ཁ་ལོ་པས་ར་ཤི་ཡ་མཉམ་དུ་འདུག་ང་ཚོ་འབྲེལ་བ་བཞག་ཐུབ་དེ་དཔེ་མི་གསལ་ཡག་པོ་བྱུང་སོང་ཟེར་ད་ལྟ་ར་ཤི་ཡ་དེ་ཁོ་རང་ཚོ་གི་ཁྱིམ་མཚེས་གལ་ཆེན་པོ་ཞིག་ཆགས་བསྡད་ཀྱི་ཡོད་པ་དང་ཨ་ནེ་འཛམ་བུ་གླིང་གི་ཡང་དམག་གི་ཐོག་ནས་ནུས་པ་ཆེན་པོ་ཅིག་བཏོན་ཐུབ་ངེས་ཀྱི་རྒྱལ་ཁབ་ཅིག་མཉམ་དུ་ང་ཚོ་གན་རྒྱ་བཞག་པ་དེ་ཡག་པོ་བྱུང་པ་རེད་ཟེར་ནས་བཤད་བསྡད་ཀྱི་ཡོད་པའི་གནས་ཚུལ་བཅས་རེ་བཞག། ར་ཤི་ཡ་དང་ཡུག་ཀེ་རིན་གྱི་དམག་འཁྲུག་དང་འབྲེལ་བའི་ཐོག་ནས་ང་ཚོས་གནས་ཚུལ་ཁ་ཅིག་ཤེས་ཡོད་པས་ན། ད་ཉེ་ཆར་དུ་ས་ཨུད་ར་ཤི་ཡ་གྱི་མི་མེད་གནམ་གྲུ Drone གཅིག་ནི་ད་ལྟའི་རོ་མ་ནི་ཡ་གྱི་ས་ཐོག་ལ་དུ་ས་ཕྱིང་ཆ་ལོག་རེ་ཕ་གི་ལ་ཤོར་ཆེད་ནི་རོ་མ་ནི་ཡ་གྱི་ཁང་ཁྱིམ་གཅིག་ལ་གཏོར་སྐྱོན་བྱུང་ཡོད་པ་དང་ནི་ཁང་ཁྱིམ་དེའི་ནང་ཡོད་བསྡད་པའི་རོ་མ་ནི་ཡ་གྱི་ཡུལ་མི་གཉིས་ལ་རྨས་སྐྱོན་ཕོག་ཡོད་པའི་གནས་ཚུལ་བཅས་རེད་ད་ཤ་དོན་རྐྱེན་འདི་དང་འབྲེལ་བའི་ཐོག་ནས་རོ་མ་ནི་ཡ་ཀྱིས་ར་ཤི་ཡ་གི་གཞུང་ཚབ་ཡན་ལག་ནས་ར་ཤི་ཐ་དེ་ར་ཤི་ཡ་ལ་ཕྱི་བོད་ཕར་བཏང་ཡོད་པའི་གནས་ཚུལ་བཅས་རེད་འདུག་ཤག་ག་ད་རོ་མ་ནི་ཡ་གི་སྲིད་འཛིན་ནི་ཁོ་སོར་དོན་གྱི་ད་དེ་ཁོ་རང་སོགས་ཀྱི་བདེ་འཇགས་ཀྱི་ལྷན་སོགས་མཉམ་དུ་ཚོགས་འདུ་ཚོགས་རྗེས་ཐག་གཅོད་བྱས་པའི་གནས་ཚུལ་བཅས་ཆགས་བསྡད་ཀྱི་ཡོད་པ་འདྲ་རྩ་བའི་རོ་མ་ནི་ཡ་དེ་ནེ་ཀྲོ་གི་ཚོགས་མིའི་ཕྱག་བསྡད་ཀྱི་ཡོད་པ་ཡིན་ཙང། རོ་མི་ནེ་ལ་ཕྱིའི་གནོད་སྐྱོན་ག་རེ་བྱུང་བ་ནི་དེའི་རྒྱབ་ལ་ནེ་ཁྲོ་ལངས་དགོས་ཀྱི་ཡོད་པའི་གནས་ཚུལ་བཅས་ཡོད་པ་རེད། ར་ཤི་ཡ་སྲིད་འཛིན་པུ་ཏིན་གྱིས་ནི་ད་ལྟའི་ར་ཤི་ཡ་གྱི Drone མི་མེད་གནམ་གྲུ་ནི་རོ་མི་ནེའི་ཁང་པ་སོགས་ཆིངས་ཀྱི་དཔུང་རྟགས་གང་ཡང་ཡོད་མ་རེད་ཟེར་དེའི་སྔོན་ལ་ནས་ད་ལྟའི་ཡུཀ་རེན་གྱི་མི་གནམ་གྲུ་དེ་འདྲས་པོ་ལན་དང་ཧྥིན་ལན་གྱི་གནམ་ཐོག་ལ་ཕྱིན་པའི་གནས་ཚུལ་དེ་འདྲས་བྱུང་བ་རེད། ཨ་ནི་ད་ལྟའི་དེ་ར་ཤི་ཡ་གྱི་མི་མི་གནམ་གྲུ་རེས་ལ་ནི་ཁོང་གིས་ག་རེ་ཡོད་བེས་ལན་ཁྲིད་དེ་ཡོད་པའི་གནས་ཚུལ་གཅིག་དང། ཐ་ན་ཞེས་པུ་ཏིན་གྱིས་ད་ལྟའི་ཡུ་རོབ་སྤྱི་མཐུན་རྒྱལ་ཁབ་ཀྱི་ཚོགས་གཙོ་ཨུར་སཱ་ལ་ཝོན་ཏེ་ལིན་ལ་སྐྱོན་བརྗོད་བྱེད་ཆེད་མུ་ནང་གི་ལམ་སང་འདི་ཐག་གཅོད་བྱེད་ཡ་དེ་ག་རེ་ག་འདྲ་ཤིང་གི་ཡོད་རེད། མོ་རང་ཕ་གི་རོ་མ་ནིའི་ལ་ཕྱིན་པ་རེད་བས་སེ་མོ་རང་གིས་ཞིབ་འཇུག་བྱས་ཡོད་རེད་བས་ལ་ཆ་རྒྱུན་སྤྱོད་བྱས་པའི་གནས་ཚུལ་གཅིག་དང། དེ་ནི་ར་ཤི་ཡ་གིས་ཡུ་རོབ་སྤྱི་མཐུན་རྒྱལ་ཁབ་ལ་སྡིགས་ར་བཏང་པའི་ཐོག་ནས་ད་ལྟའི་ཡུ་རོབ་སྤྱི་མཐུན་རྒྱལ་ཁབ་རེ་ནེ་ཁྲོ་གི་ད་ལྟའི་ད་ཁུ་ནང་སོགས་ཀྱི་ས་ཐོག་ཡ་ལོག་རེ་ནེ་ཁྲོ་གི་མངའ་ཁོངས་ཡིན་དེ་བས་རྒྱལ་ཁབ་གཅིག་གི་ཐོག་ལ་གནས་ཚུལ་ག་རེ་བྱུང་བས་ན་ཚང་མ་མཉམ་རུབ་བྱས་ཀྱི་གན་རྒྱ་དེ་ཡོད་བས་ན་ས་ཨིན་ཇི་གཅིག་གི་སྒང་ལ་གནས་ཚུལ་བྱུང་བས་ན་ང་ཚོས་མཉམ་རུབ་བྱེད་ཀྱི་ཡིན་ལ་ནི། ད་ལྟའི་ནེའུ་ཁྲོའུ་གྱི་ཚོགས་གཙོ་གིས་བཤད་ཡོད་པ་དང་ར་ཤི་ཡ་གྱི་བདེ་འཇགས་སློབ་སྟོན་པའི་ཚོགས་གཙོ་སྒྲེ་མི་ཐེར་མཱ་རི་ཏེབ་ཀྱིས་ཡུཀ་རེན་གྱི་དམག་དང་འབྲེལ་བའི་ཐོག་ནས་ད་ལྟའི་ཡུ་རོབ་ཁྱེད་རང་ཚོ་གིས་མཁྱེན་དགོས་ཡ་གཅིག་ཡ་ཁྱེད་རང་ཚོ་ད་ལྟའི་ར་ཤི་ཡ་མཉམ་དུ་དམག་ཐད་ཀར་འཛུལ་གྱི་ཡོད་པ་རེད་ཁྱེད་རང་གིས་ད་ད་ལྟ་བར་དུ་ཁྱེད་ཚོ་ལ་དུ་ས་ཁ་ལོ་ལྷུན་ཡང་བྱས་ནས་གཉིད་ཁུག་བསྡད་དེ་རྫོགས་པ་རེད་ད་གང་ལྟར་དམག་ག་དུས་ན་སྐྱབས་སེ་ཡ་གྱིས་སྡིགས་ར་བཏང་ཡོད་པའི་གནས་ཚུལ་བཅས་རེད་དེ་ཤ། དེ་ནི་ད་ལྟའི་རཱུ་ཤི་ཡ་དང་ཡུག་ཀེ་རེན་གྱི་དམག་གི་ཐོག་ལ་ད་ལྟའི་ཡུ་རོབ་སྤྱི་མཐུན་རྒྱལ་ཁབ་ཀྱིས་ཐེ་བྱུས་བྱས་ཆོག་གི་མ་རེད། གང་ལྟར་བར་མིས་བྱས་ཆོག་གི་མ་རེད། གང་ཡིན་ཟེར་ན་ཡུ་རོབ་སྤྱི་མཐུན་རྒྱལ་ཁབ་དེ་ད་ལྟའི་རཱུ་ཤི་ཡ་མཉམ་དུ་དམག་ཐད་ཀ་རྒྱག་གི་ཡོད་པ་རེད། གང་ལྟར་ཁོ་ཚོའི་གི་གོ་ལག་ཆ་མང་པོ་ཅིག་ཡུག་ཀེ་རེན་གྱི་བརྒྱུད་ནས་རཱུ་ཤི་ཡ་ཐོག་ལ་རྒྱག་གི་ཡོད་རེད། ཁྱེད་རང་གིས་ཁོ་ཚོ་ལ་ད་ལྟའི་བར་མི་བཅས་ཀྱི་དབང་ཚད་བླ་འོར་བ་དེའི་གནས་སྟངས་དེ་ཡོད་མ་རེད་ཟེར་ལབ་དཔྱད་སྤྱོད་འཇུག་བྱས་པའི་གནས་ཚུལ་གཅིག་དང། ཡུག་ཀེ་རེན་གྱི་ཁ་ཚང་དུ་ས་རཱ་ཤི་ཡ་གྱི་སྣུམ་སྟོན་སའི་ལྟེ་གནས་ཁག་ཅིག་ལ་གཏོར་སྐྱོན་ཚན་ཕྱེ་ནས་བཏང་ཡོད་པའི་གནས་ཚུལ་བཅས་རེད་ཤག་ག་ནག་ཁོ་རང་ཚོ་གི་མི་མེད་གནམ་གྲུ་བཏང་ཆས་ཕ་གི་ལ་གཏོར་སྐྱོན་བཏང་ཡོད་ཟེར་ནས་བཤད་ཀྱི་ཡོད་པ་དག་ཡིན་ན་ད་ལྟའི་རཱ་ཤི་ཡ་གྱི་དེའི་གཏོར་སྐྱོན་བྱུང་བའི་གནས་ཚུལ་གང་ཡང་བཤད་ཀྱི་མེད་པའི་གནས་ཚུལ་བཅས་འདུག་ད་ནི་ཏྲོ་ཀི་གི་རྒྱ་དག་སྒྲོན་འདི་ངེད་ཀྱི་གྲུ་གཟིངས་གཅིག་ལ་ནི་ད་ལྟའི་མཚོ་གླིང་ནག་པོའི་ནང་ལོགས་ཡར་དུ་སོ་སྒྲོན་མི་མེད་གནམ་གྲུ་གིས་གཏོར་སྐྱོན་བཏང་ཡོད་པའི་གནས་ཚུལ་བཅས་རེད་དེ་ཆ་ཀྲར་ཀེ་གིས་ར་ཤི་ཡ་དང་ཡུཀ་རེན་སུ་འདྲ་གཅིག་གིས་དེ་བྱས་པས་ན་ཏག་ཏག་དེ་ཡིན་མ་རེད་ཟེར་བ་དེ་འདྲིས་ཀྱི་བྱ་སྤྱོད་སྤེལ་བས་ན་རྙོག་དྲ་བཟོ་ཡ་མེད་པའི་གནས་སྟངས་ཆགས་ཀྱི་རེད་ཟེར་བརྒྱ་སྡིག་ར་བཏང་ཡོད་པའི་གནས་ཚུལ་བཅས་རེད་དེ་ཆ་ཡུཀ་རེན་གྱི་འགོ་གཙོ་བས་གིས་བཤད་བྱས་པ་བྱས་ན་ཉེ་ཆར་ར་ཤི་ཡ་གིས་གནམ་གྲུ།

རྒྱ་གར་ལ་ཐེ་བྱས་ཉི་མ་ལྔ་རིང་ཡ་ཏུ་སི་བྷ་རི་ཏའི་ཇཱན་ཏ་པཱ་ཏིའི་ཆབ་སྲིད་ཚོགས་པའི་ཚོགས་མི་ཁག་གཅིག་མཉམ་དུ་རྗེས་ཁྲེས་ཆུང་ཡ་དང། རྒྱ་གར་ལ་ཡོད་བསྡད་པའི་བལ་ཡུལ་གྱི་ཡུལ་མི་ཁག་གཅིག་མཉམ་དུ་རྗེས་ཁྲེས་བྱས་ཀྱི་འཆར་གཞི་ཡོད་བསྡད་པའི་གནས་ཚུལ་བཅས་རེད་དེ་བཤད། དེ་ནས་བལ་ཡུལ་གྱི་སྲིད་བློན་བཱ་ལན་དར་ཤ་གིས་ད་ཉེ་ཆར་གཟའ་ཉི་མའི་ཉིན་ཡ་ཏུ་སི་བལ་ཡུལ་གྱི་གྲོས་ཚོགས་ནང་ལོ་ཡ་ད་གཏམ་བཤད་ཐེངས་དང་པོ་དེ་དུ་གནང་བ་རེད་ད་རྩ་བའི་ཁོ་ན་གི་དོན་འབུལ་དེ་སྤྱི་ཟླ་གསུམ་པའི་ནང་ཞུས་པ་རེད་དེ་ད་ག་ཚང་དུ་བཀའ་མོལ་དངོས་སུ་ཐེངས་དང་པོ་དེ་གནང་ཡོད་པ་དང་ད་དེའི་ནང་ལོག་ནས་ད་ལྟའི་ནང་དོན་མང་པོ་བཅས་ཀྱི་སྒང་ལ་གནང་ཡོད་པའི་གནས་ཚུལ་བཅས་ཀྱི་ནང་ནས་ད་ལྟའི་བོད་ཡུལ་དང་རྒྱ་གར་གྱི་པ་ར་ཡ་ད་ས་མཚམས་ཀྱི་རྙོག་དྲ་གཅིག་བཤད་བསྡད་ཀྱི་ཡོད་པ་དེ་དང་འབྲེལ་བའི་ཐོག་ནས་ཁོ་རང་གི་ལན་འདེབས་བཅས་ཀྱི་ནང་ལོག་ཡ་ནི་ད་ལོ་རྒྱུའི་ནང་ལོ་ཡོད་ནི་བོད་ཡུལ་གྱི་རྒྱལ་ཁ་ས་ཕ་སྟེ་སྟེ་ས་ཤ་པ་ཚུ་སྟེ་སྟེ་ས་ཤ་པ་ད་ག་ད་གཉིས་ཀ་གི་ས་ཆ་ཕ་ཚུ་ཤོར་བའི་གནས་ཚུལ་ཡོད་རེད་ཟེར་དེ་འདྲ་གི་བཀའ་མོལ་གཅིག་གནང་ཡོད་འདྲ་དེ་གནང་པ་དག་ནི་ད་ལྟའི་བོད་ཡུལ་གྱི་ད་ཁ་བརྡའི་ཚོགས་པའི་ཁོ་རང་ཡ་ནི་འདུག་ཟེར་ང་ཚོའི་རྒྱལ་ཁ་ས་ཟ་ཉུལ་མེད་ཟེར་ལབ་བྱས་ག་ད་རྙོག་དྲ་ལོག་རེ་བ་ད་བཀའ་ཁྲི་ཚེ་མང་པོ་བྱེད་ཀྱི་ཡོད་པ་ནི་ཁ་ཤས་ཅིག་གི་ད་ཁོ་རང་ཡ་དེ་ཁུངས་སྐྱེལ་རབ་གྲགས་བྱས་པ་མ་གཏོགས་གལ་སྲིད་དེ་ཁོང་སྐད་བྱས་ཐུབ་ཀྱི་མེད་ན་ནི་གྲོས་ཚོགས་དེབ་སྟོན་ནས་ཕྱི་འཐེན་བྱས་དགོས་ཀྱི་ཡོད་སྟབས་དཔྱད་བརྗོད་རྒྱུ་ཤུགས་ཆེན་པོ་བྱེད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤག་ག་ད་ལོ་ན་གསུམ་སོ་ལྔ་ལས་སོན་པའི་ནི་སྲིད་བློན་ལོ་ཆུང་ད་ཁོ་རང་གི་ཤས་ཆ་བྱས་ན་ཁོ་རང་དུ་སོ་ད་ཡར་དངོས་སུ་དུ་སོ་ལས་ཁུངས་ནང་སླེ་བྱས་ནི་དེ་འད་ཀྱི་གནས་ཚུལ་ཤེས་སོང་ལས་ཀྱི་བཀའ་མོལ་གཅིག་བྱུང་པའི་གནས་ཚུལ་བཅས་རེད་དེ་ཤག་ག་ད་བོད་ཡུལ་གྱི་ད་འདའི་ས་མཚམས་དང་འབྲེལ་བའི་ཐོག་ནི་ཆེད་ལས་པ་བུ་དྷི་ནཱར་ཡན་ཤཱ་སྟ་གིས་བཤད་བྱ་བྱས་ན་ནི་རྒྱ་གར་དང་བོད་ཡུལ་གྱི་ས་མཚམས་ཀྱི་ཐོག་ནས་བོད་ཡུལ་གྱི་རྒྱ་གར་ས་ཆ་ཟས་བྱ་བ་དེ་འདྲའི་ལུ་གུ་གང་ཡང་ཡོད་མ་རེད་ཟེར་ནས་ཞིང་པ་ཁོང་ཚོ་ས་ཆ་མང་པོ་ཅིག་ཞིང་པ་དེ་ཚོ་ཕ་སུ་ས་ཆ་གཡར་རེད་བཙལ་ཡར་རེད་ཨ་ནི་མཚམས་མཚམས་ནས་བོད་ཡུལ་གྱི་ས་ཆ་ཞིང་ཁ་དེ་འདྲ་རྒྱ་གར་མིག་གིས་བཏབ་སྟེ་རྒྱ་གར་གྱི་ཞིང་ཁ་དེ་འདྲ་བོད་ཡུལ་མིག་གིས་ཞིང་ཁ་བཏབ་སྟེ་དེ་འདྲའི་གྱི་ལུ་གུ་འདྲ་བོ་དེ་ཚོ་ང་ཚོའི་བོད་པའི་གཞིས་ཆགས་ཁག་ནང་ལོ་ནས་ནི་ད་གཞིས་ཆགས་ས་རྒྱ་གར་ལ་སྦག་མ་བཏང་བཞག་བོར་བ་ལྟ་བའི་ཁྲི་ཁ་དྲན་དེ་འདྲའི་འདྲ་བོ་སྟེ་ད་དེ་འདྲས་ཀྱི་རྣམ་པ་འདྲ་བོ་བྱུང་བའི་གནས་ཚུལ་བཅས་བཤད་དེ་གི་འདུག་ནི་བོད་ཡུལ་ཕྱི་སྲིད་ལས་ཁུངས་ཀྱི་དེ་ལ་ད་དེ་ཅིག་ཁ་ལོར་གསལ་བཤད་ཀྱི་ཚུལ་དུ་ནི་ད་སྔོན་མའི་ལོ་རྒྱུས་ནང་ལོ་ད་བྱས་པ་ནི་ད་ད་ལྟའི་ཁ་ལོ། ད་གནའ་སྔ་མོ་ཡིན་ན་ནི་ས་མཚམས་ཕྱི་འཛོམས་ཞེ་དྲག་ཁྱད་ཡོད་མ་རུང་བ། ད་དེ་འདྲའི་སྐབས་སུ་ཕྱིས་སུ་ས་མཚམས་ཕྱི་འཛོམས་དེ་གོ་བཤའ་རྒྱག་ཡོང་དུས་ནི་རྒྱ་གར་ས་ཁ་ཤས་ད་བོད་ཡུལ་ནང་ཤོར་ཡོད་སྲིད་ཀྱི་རེད། ནི་བོད་ཡུལ་ས་ཁ་ཤས་ནི་རྒྱ་གར་ལ་ཤོར་ཡོད་སྲིད་ཀྱི་རེད་ད་དེ་འདྲའི་གི་དགའ་མོས་རེད་མ་གཏོགས་འདི་ང་ཚོས་ཟས་པ་རེད་ལབ་ན་ད་རྒྱ་གར་གི་ས་ཧམ་པ་བྱས་ནས་བཙན་དབང་ཆེ་ནས་ཟེར་བ་དེ་འདྲ་ཞིག་གི་ཡོད་མ་རེད་ཟབ་བྱེད་ད་ག་འདྲ་དེ་དེ་ཞིག་མ་གུ་ཡངས་ལ་དང་པའི་རྣམ་པ་ཅིག་རེད་དེ་ཤག་ག་ད་ད་འདི་བོད་ཡུལ་སྲིད་བློན་གི་བཀའ་མོལ་གཅིག་གི་ནང་ལོ་ཡ་ད་ད་འདི་ལི་པུ་ལེག་ད་ཀ་ལུ་པ་ནི་ལ་དིའི་གི་ས་མཚམས་གི་རྙོག་གྲ་དེ་སྔོན་མ་དབྱིན་ཇིའི་གི་སྲིད་གཞུང་རྒྱ་གར་དབང་བསྒྱུར་བྱེད་བསྡད་པའི་སྐབས་སུ་ཐག་གཅོད་བྱས་བཞག་པའི་ས་ཆ་གཅིག་གི་སྒང་ལ་རྙོག་གྲ་ཐུག་འདུག་ཡོད་པས་འཛག་ནི་དབྱིན་ཇིའི་དེའི་ད་དེའི། མི་གསུམ་པ་དེ་ར་ལྟ་རྒྱ་གར་དང་བལ་ཡུལ་གྱི་པར་རེར་དབྱིན་ཇི་དེ་ཡོད་ན་ཡག་པོ་འདུག་ལས་དེ་འདྲས་ཀྱི་དཀའ་མི་སོ་རོགས་བྱུང་ཡོད་པྲ་ཡང་འདི་ལ་ཡང་ད་ལྟའི་རྒྱ་གར་ནང་ལོགས་ནས་ཡང་གཅིག་དེ Third Party ལོགས་ར་ལུང་པ་གསུམ་པ་དེ་འདི་ནང་བཙུད་ཡ་དེ་ཏག་ཏག་མ་རེད་བསླབ་བྱ་སྤྱོད་འཇུག་བྱེད་མཁན་མང་པོ་ཅིག་ཡོང་འདུག་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཨོ་དེ་ནས་ཁ་ཚང་རེད་ས་ཉི་མ་ཡ་ད་འདི Burma Myanmar གྱི་ད་གཏེར་སྔོག་ས་གྱི་ས་གནས་གཅིག་ལ་ནས་པར་རྩེད་དོན་གལ་བྱུང་བྱས་མི་བཞི་བཅུ་ཞེ་ལྔ་གྱི་སོགས་ཤོག་ཡོད་པའི་གནས་ཚུལ་བཅས་རེད་བཤད། གནས་ཚུལ་བཤད་ཆ་བྱས་ན་མི་བཞི་བཅུ་ཞེ་ལྔ་སྟེ་གང་ཟླ་ཞེ་དྲུག་ཁྲི་ངེས་འདུག་སྟེ་འདིའི་ནང་ལོགས་ནས་སྤུ་གུ་ལོ་ཆུང་མི་དྲུག་གནས་འདུག་བཞི་ཡོད་པའི་གནས་ཚུལ་བཅས་རེད་བཤད་མི་བདུན་ཅུ་སྐོར་ཅིག་ལ་རྨས་སྐྱོན་ཆེན་པོ་ཕོག་ཡོད་པའི་གནས་ཚུལ་བཅས་རེད་བཤད་རྩ་བའི་དེའི་བྱུང་ས་དེ་དག་རྒྱ་ནག་གི་ས་མཚམས་ཉེ་སྐོར་ཅིག་ལ་འདུག་གཏེར་ཁ་སྔོ་ས་ཅིག་ལ་ཆགས་ཡོད་པའི་གནས་ཚུལ་བཅས་རེད་བཤད་ད་ལྟའི་འབར་མ་སྲིད་གཞུང་གི་དམག་གི་རུ་ཁག་གི་སྟངས་འཛིན་བྱེད་ཀྱི་ཡོད་པའི་གཏེར་ཁ་སྔོ་ས་ཡི་ས་ཆ་ཅིག་ཆགས་བསྡད་ཀྱི་ཡོད་པ་འདྲ། དེ་ནི་རྒྱ་ནག་ནང་ལོ་ཡ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ཕྱི་ཟླ་དྲུག་པའི་ཚེས་བཞི་གི་དོན་རྐྱེན་ལའོ། ད་ལྟ་གང་ལྟར་རྒྱ་ནག་གནམ་བསྟན་གང་མོ་ལི་ཡ་དུ་སྟག་སློབ་ཕྲུག་གི་དམངས་གཙོ་གྱེན་ལངས་དང་འབྲེལ་བའི་ཐོག་ནས་ད་ད་ལྟའི་དེ་རིང་ཚེས་གཉིས་རེ་བ་གསུམ་བཞི་ད་ལྟའི་དུས་ད་ལྟའི་ཆ་ནས་རྒྱ་ནག་ནང་ལོ་ལ་དམ་དྲག་དེ་ཆེར་གྲུབ་ཀྱི་ཡོད་པའི་གནས་ཚུལ་དཔྱད་གཞི་དེ་གྱི་འདུག་ཁྱེད་རང་གིས་ད་ཡང་བོད་དོག་ཡ་མ་སྐད་བཤད་དགོས་ངེས་ཡིན་ན་ད་ནི་ཉི་མ་ཁ་ཤས་གཅིག་ཡང་འདས་ཁ་བཙུམ་བསྡད་ན་ཏག་ཏག་ཆད་འགྱོ། དེ་གང་དག་རྒྱ་ནག་གི་མ་གི་ནང་ལོག་ཡང་རྒྱ་ནག་ཁོ་རང་སོ་གི་ད་ད་འདི་ཡང་ང་ཚོའི་སུམ་ཅུ་དུས་དྲན་ད་གཅིག་མཚུངས་བྱས་ནས་ཁོ་རང་སོ་གི་ཡང་དྲུག་པའི་ཚེས་བཞི་དེར་ཡང་དམ་པོ་བྱེད་ཀྱི་ཡོད་པའི་དུས་ཚོད་བཅས་ཆགས་བསྡད་ཀྱི་ཡོད་པ་འདྲ། དེ་ནི་རྒྱ་ནག་གི་བར་སྣང་ཁམས་ཀྱི་ཚན་རིག་པ Astronauts མི་གསུམ་ད་ག་ཚང་དུ་ཁོ་རང་སོ་གི་བར་སྣང་ཁ་ལ་བཏང་ནས་རྒྱུ་རིང་པོ་ཕ་གས་བསྡད་པར་བ་ཙའ་བས་ཁོ་རང་ཚོ་ཚོ་ཡུང་ཡ་དེ་དུ། ན་ཉིན་གཅིག་ན་བཅུ་པའི་ནང་ཚུར་ལོག་ཡ་རེད་དེ་ད་ཁ་ཚང་འདུག་ས་ཕག་རྒྱང་བྱས་ནས་ད་ཁ་ཚང་མ་ཁོ་རང་ཚོ་གི་ཕ་གི་ཡ་དུས་ཡོན་ཟླ་བ་བདུན་གི་དེ་ཁང་བྱས་ནས་མ་ད་འཛམ་གླིང་ནང་ལོ་ལ་ཚུར་སླེ་ཐུག་ཡོད་པའི་གནས་ཚུལ་བཅས་ཆགས་བསྡད་ཀྱི་ཡོད་འདྲ། འདི་ནང་ལོ་ནས་ལོ་ན་ཆུང་ཤོས་དེ་མིན་ལོ་གསུམ་སོ་གཉིས་ཆའབ་ཅིག་ཕྱིན་པ་ཡིན་དེ་འདྲ་གི་གནས་ཚུལ་བཅས་རེད་དེ་ཤ། ཨ་རི་དང་ཨི་རན་གྱི་དམག་གྲུ་དང་འབྲེལ་བའི་དོགས་གནས་གནས་ཚུལ་ཁག་ཅིག་ཞུས་པ་ན་འདི་ད་ལྟའི་ཁ་སང་རེས་གཟའ་ཉི་མའི་ཉིན་མོ་ཨི་རན་གྱི་སྲིད་འཛིན་མ་སུད་པེ་ཀི་སི་ཐན་ཁོ་རང་ད་ལྟའི་གོ་གནས་ནས་དགོངས་པ་ཞུས་པ་ཡིན་ཟེར་ནས་ཁོ་རང་གིས་ད་དགོངས་ཞུ་གི་ཡི་གེ་དེ། ཨི་རན་གྱི་ཕྱི་སྡོད་འགོ་ཁྲིད་མོ་ཇཱ་ཐ་བྷ་ཁྷ་མེ་ནོ་ལ་བཏང་བ་ཡིན་ཟེར་ནས་དེ་འབྲེལ་གྱི་གནས་ཚུལ་གཅིག་དྲ་ཐོག་ནས་ལས་བྱེད་ད་ལྟའི་རྒྱལ་སྤྱིའི་གསར་ཁང་མང་པོ་ཞིག་ནང་ལ་ཁྱབ་ཡིན་པ་འདྲ་དེ་ཆགས་པའི་དེ་མ་ཐག་ཏུ་ད་ལྟའི་ཨི་རན་གྱི་སྲིད་འཛིན་ལས་ཁུངས་ཀྱི་མགོ་གཙོ་བ་གཙོ་བོ་གཅིག་གིས་དེ་དག་རང་མ་རེད་ཟེར་ནས་ཁོ་རང་དགོངས་པ་ཞུ་གི་ཡོད་མ་རེད་ཟེར་ནས་ཕྱི་འཐེན་བྱས་པའི་རྣམ་པ་སོགས་སྒྲོག་བཤད་སྟོན་གྱི་ཡོད་པའི་གནས་ཚུལ་བཅས་རེད་འདི་ཤག་ད་ལྟ་ད་ལྟའི་ད་ཨི་རན་གྱི་ནང་ལོ་ཡ་ཨི་རན་གྱི་སྲིད་གཞུང་གི་གཞུང་གཅིག་ཡོད་བསྡད་པ་དང། ཨི་རན་གྱི་ཆེ་བསྟོད་འགོ་ཁྲིད་ཀྱི་ཡང་རུ་ཁག་གཅིག་ཡོད་བསྡད་པ་དང་ཁོ་ཚོའི་གི་པ་ར་ཡ་ལྟ་བ་མཐུན་མ་མཐུན། ག་ད་ཨི་རན་གྱི་ཆེ་བསྟོད་འགོ་ཁྲིད་ད་ལྟའི་བསྐོས་བཞག་བྱས་ཞེས་པ་མོ་ཇེ་ཐ་པ་ཁ་མེ་ནོ་གི་རུ་ཁག་གི་ད་ད་ཁོ་ཚོའི

ཕྱི་ཟླ་དྲུག་པའི་ཚེས་གཅིག་ལ་སི་ཏྲ་པེ་ཡའི་ཁོ་རང་སོ་ཀྱི་དྷ་སྡེ་ཧཱིས་བུ་ལ། Lebanon། ཐོག་ལ་ཁོ་རང་སོ་ཀྱི་དམག་རྒྱལ་ཡིན་སི་ཏྲ་སྡེ Beirut གྲོང་ཁྱེར་གྱི་ཉེ་འགྲམ་ཡ་ཏཱ་ས་ཚུགས་གཅིག་གི་མིང་བཏོན་ཆེད་དེའི་ནང་ལོ་ཡ་ནི་ཧཱིས་བུ་ལ་གི་འཇིགས་སྐུལ་རིང་ལུགས་བེད་ཀྱི་བྱ་སྤྱོད་མང་པོ་ཅིག་སྤེལ་བསྡད་ཀྱི་འདུག་སི་ཏྲ་ཡིས་ནི་ཁོ་རང་སོ་ཀྱི་ད་གང་ཕྱོགས་ནི་དེ་ག་ལ་ད་གང་དག་དམག་རྒྱག་གི་ཡིན་སི་ལན་སི་ཏྲ་པེ་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་དེ་ནི་ཨ། ད་ལྟའི་ཨ་རིའི་སྲིད་འཛིན Trump གྱིས་ཡང་ཁོ་རང་ཚོ་གི་ད་ལྟའི Iran མཉམ་དུ་གྲོས་མོལ་དེ་མུ་མཐུད་ནས་ཅིག་འགྲོ་བསྡད་ཀྱི་ཡོད་པའི་རྣམ་པ་ཅིག་དང་ཡིན་ནའི་ད་ལྟ་གྲོས་མོལ་དེ་གནས་སྟངས་དེ་ཁ་ལོག་ཅིག་གཏན་འཁེལ་མེད་བསྡད་པ་ད་གང་ལྟར་ང་ཚོས་ཕུགས་རྒྱང་རིང་པོ་གི་འགྲོ་ཐུབ་དང་མ་ཐུབ་ཀྱི་ཐོག་ལ་ཐེ་ཚོམ་ཡིན་བསྡད་པ་ཡང་དེ་འདྲའི་གི་དགའ་མོས་བཅས་གནང་བསྡད་ཀྱི་འདུག་ཡང་དག་ན་གཞི་ཨ་རིའི་སྲིད་འཛིན Trump ལ་ཁ་ཚང་དུ NBC གི་གསར་ཁང་བརྒྱུད་ནས་སྐད་ཆ་ལས་ཅིག་ཡ། ཨི་རན་གྱིས་ད་ལྟའི་ཨ་རི་མཉམ་དུ་གྲོས་མོལ་བྱས་ཏེ་མཚམས་འཇོག་བྱེད་ཀྱི་ཡིན། གལ་སྲིད་ཨི་ཟི་རེལ་གྱིས་ལེ་བྷ་ནོན་ཐོག་ལ་དམག་རྒྱག་པ་ཡིན་ན་ཁ་ཚ་དངོས་མང་གི་ད་ཁོ་རང་ཚོའི་པར་ཡ་དམག་མཚམས་ཀྱི་གནས་ཚུལ་ཅིག་ཡོད་པར་བ་ད་དེའི་ལྟོར་བ་རེད་ཆན་ཙང་གིས་ཨ་དེ་ཏག་ཏག་དེ་གི་མེད་དེ་བ་དེ་འདྲ་གི་བཀའ་མོལ་གནང་ཡོད་པའི་གནས་ཚུལ་གཅིག་ཡ་སྲིད་འཛིན་ཀྲམ་གྱིས་ལན་འདེབས་ཡ་འགྲིག་གི་རེད་ཟེར་ང་ལ་དེ་འདྲ་གལ་གོ་མ་སོང་ཟེར་ན་ཁོ་རང་ཚོ་གི་དམག་ག་ལོ་གྲོས་མོལ་མཚམས་བཞག་པས་ན་བཞག་པ་རེད་ཟེར་བ་འདི་ང་ཚོ་གལ་ཡོད་མ་རེད་ལས་སྦྱོར་ད་དེ་འདྲ་གི་ཡོན་ལན་འདེབས་བྱས་པའི་གནས་ཚུལ་གཅིག་དང། ངས་ད་ལྟའི་པ་ཀི་སི་ཐན་གྱི་ད་ལྟའི་གྲོས་མོལ་གྱི་པ་ར་ཡ་ད་འབྲེལ་ཐུག་པ་ལ་དབོར་བའི་བར་མི་བྱེད་བསྡད་ཀྱི་ཡོད་པར་བ་དེའི་ཡ་ད་ལྟའི་ཨི་རན་གྱི་ཕྱི་སྲིད་བློན་ཆེན་ཨར་བྷ་སི་ཨར་གྷ་ཅི་གྱི་ཁ་པ་བཏང་བཅས་པ་ཀི་སི་ཐན་ལ་ད་མུ་མཐུད་ནས་ད་ལྟའི་བཀའ་མོལ་གནང་ཡ་དེའི་ཐོག་ལ་ནི་ཁྲིད་ཐུག་ཡ་གི་ལ་དབོར་བའི་ད་ག་ད་གྲོས་མོལ་དེ་བར་བརྗེད་མ་ཡོང་པའི་ཐོག་ལ་ནི་རེ་བ་རྒྱབ་རོགས་བྱེད་ཟེར་ནས་སྐད་ཆ་བཤད་ཡ་པ་རེད་ཟེར་ནས་དེ་འདྲའི་གྱི་གནས་ཚུལ་བཅས་འདུག་ད་ད། ཨི་ཟི་རལ་དང་ཨ་རིག་གིས་ཨི་རན་ཐོག་ལ་དམག་བརྒྱབ་སྟེ་ད་ཉེ་བའི་ཆ་ལ་མཚམས་འཇོག་བཞག་པ་རེད་དེ། ཁ་ཚང་དུ་ས་ཨ་རིག་གི་མི་མེད་གནམ་གྲུ་གཅིག་ད་ཁོ་རང་དེ་མཚོ་གླིང་ཐོག་འགྲོ་བདེ་བའི་སྐབས་སུ་ཨི་རན་གྱིས་གཏོར་སྐྱོན་བྱས་ཡོད་པ་དང་དེ་གཏོར་སྐྱོན་བྱས་པ་དང་ཨ་རིག་གིས་དེ་མ་ཐག་ཏུ་ལན་འདེབས་བྱས་བྱས་ཨི་རན་གྱིས་ད་ང་ཚོས་དྲ་སིམ་སར་ལོག་རོགས་རེད་དྲ། འདི་འདྲས་ཀྱི་ལྟེ་གནས་ཁག་གཉིས་ལ་ནི་གཏོར་སྐྱོན་དྲག་པོ་བཏང་ཡོད་པའི་གནས་ཚུལ་བཅས་རེད་ཤག་དེ་ཚང་གི་ཨ་རིག་གི་འདི་ཡང་ད་ལྟ་དམག་རང་ལ་བརྩི་གི་མིན་པ་དེ་ནི་ཁོ་རང་སོ་གི་བདེ་འཇགས་ཀྱི་ཆེད་དུ་ནི་ང་ཚོའི Drone མི་མེད་གནམ་གྲུ་འགྲོ་ས་ཡ་ནི་ཁོང་ཚོ་གི་བར་སྐྱེལ་བཏང་སོང་ཟེར་འདི་ལ་ང་ཚོ་གི་ལན་འདེབས་བྱས་པའི་ཐོག་ནས་འདུག་ས་ཁ་ལོག། སྲུང་སྐྱོབ་ཀྱི་ཆེད་དུ་དམག་རྒྱག་པ་ཡིན་ལན་གསལ་བཤད་བྱས་འདུག་གི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་སྟག་རྩ་བའི་ཨ་རི་དང་ཨི་རན་གྱི་དམག་འཁྲུག་བྱུང་རྗེས་ཕྱི་ཟླ་གཉིས་པའི་ཚེས་ཉི་རྩ་བརྒྱུད་ནས་འགོ་བཙུགས་རྗེས་ད་ག་འདའ་ཨི་རན་གྱི་ལྟེ་གནས་མང་པོ་ཅིག་ལ་གཏོར་སྐྱོན་ཆེན་པོ་ཕོག་པ་རེད་དེ་ཡང་ཨ་རི་གྱི་དམག་སྒར་བཙུགས་བཞག་ས་ཀྱི་ས་ཆ་ཁག་ཉི་ཤུ་ཡ་ནི་དུ་སྟ་ཨི་རན་གྱི་ཡོན་གཏོར་སྐྱོན་བཏང་ཐུབ་ཡོད་པ་ལ་འོ་རེ་གཏོར་སྐྱོན་བཏང་པའི་གནས་ཚུལ་བཅས་རེད་འདི་ཤ་ད་གང་ལྟར་ང་ཚོའི་དམག་གི་ད་ལྟའི་གྱི་གཅིག་ཕྱི་ཡོངས་ཀྱི་ཤ་ཅེས་པ་བྱས་ན་དམག་དེ་གཅིག་ཞིབ་གཅིག་ཚབ་ཆེན་པོ་རང་བྱུང་མེད་པའི་རྣམ་པ་སྟོན་གྱི་ཡོད་དེ་ནི་གང་ལྟར་ཡང་ཕ་སུ་གཉིས་ཀ་གི་གཏོར་བཤིག་བཏང་ཡ་དང་དམག་རྒྱལ་གྱི་གཏོར་སྐྱོན་བཏང་ཡ་དེ་ན་ཡང་དེ་ལས་ཚབ་ཆེ་ཡ་ཡོང་ཡོད་པའི་གནས་ཚུལ་བཅས་བཤད་དེ་ཡི་འདུག།